ད་འདི་སྔོན་ལང་གི YouTube ནང་ལ་ཉིན་སྟོང་ས་གཉིས་ཤག་ཏུ་བླུགས་ཚར་འདུག་ང་ལྟ་བུའི་དངོས་པོ་བླུགས་ཡོད་ད་ཧ་གོ་རེ་གོ་མ་སོང། ད་ལྟ་ཇི་ལྟར་ཡང་ད་ཉིན་ཤག་ཏུ་བླུགས་ཚར་ཞེས་གོ་རེ་རེད་ནི། ད་སྐད་ཆ་ངོ་མ་བཤད་རྒྱུ་དེ་ཚོ་ཚང་མ་གི་ཐོག་ལ་ལས་ཀ་བྱས་དང་བྱེད་བཞིན་པ་ཡིན་ད། ང་ཚོ Whatsapp group བཙུགས་ཡོད Group ནང་ལ་ད་ལྟ་བར་དུ་མི་དྲུག་བདུན་ཅིག་འཛོམས་ཤིང།

དེང་སང་ང་ཚོ་སྤོབས་པ་ཡུལ་གྲུ་པར་མང་པོ་འདུག་ད་མི་རིགས་རིགས་མཐའ་དང་ཚོགས་བསྡུར་ན་ང་ཚོ་ཉུང་ཉུང་རེད་ད་སྤྱི་བཏང་གི་མི་འབོར་ཉུང་ཉུང་རེད་མི་འབུམ་གཅིག་མ་དང་ཕྱེད་ཀ་ཙམ་ཞིག་ཡོད་མ་རེད་ལབ་དགོས་ར་འདི་བོད་ཀྱི་ཆོས་ལོག་ལ་འོ་དེ་ཅི་འདུག་ད་དེ་འདྲའི་ལ་བསྡུར་ན་ང་ཚོ་དེ་ཉུང་ཉུང་འདྲ་བོ་རེད་མང་པོ་མ་རེད་ཡུལ་གྲུ་པར་ཡིན་ན་ཡུལ་གྲུ་པར་དེ་ཚོ་སྤྱི་ཚོགས་ནང་ལ་ཡང་ཤུགས་རྐྱེན་དཔེ་ངན་པ་ཐེབས་ཀྱི་འདུག་དེང་སང། ད་ལུང་པ་ཁ་ཤས་ལ་ཡིན་ན་གཡུལ་སྤྲོད་པ་དེ་ཚོ་གིས་བརྒྱུད་ནས་ནི་མི་མང་ལ་ཡང་ཤི་གོད་བཏང་ན་གཞུང་སྒོ་ར་མགོ་སྟོང་སློག་འགྲོ་བ་དེ་འདྲས་ཡོང་གི་འདུག་གཙོ་བོ་ཤུགས་རྐྱེན་འདྲ་མོ་དེ་ད་བརྒྱ་ཆ་བརྒྱ་ཐམ་པ་གཡུལ་སྤྲོད་པ་དང་མ་རེད་དེ།

སྐད་ཡིག། གཙོ་བོ་བྱས་པའི་དེ་ནི་སྤོབས་པ་གི་ཆུ་དང་རིག་གཞུང། ད་སྒྲོན་མེ་ཟུང་འདྲ་མོ་ཆེ་ཆ་ཚང་བར་གྱི་ཡོད་རེད་བ། དེའི་ནང་ལའང་འཚོ་དུས་དེ་ནི་ང་ཚོ་ཁྱད་པར་ཅི་དྲག་གིས་འགྲོ་དགོས་ཡ་མ་རེད། ད་དེང་སང། གཞིས་ཆགས་དེ་ཚོའི་ནང་ལ་ནི་མི་ཉུང་ཉུང་རེད་ད་ང་ཚོ་སྤོབས་པ་ཚང་མ་དང་བཅས་པ་འཛམ་བུ་ལ་ས་ཆ་ག་ས་ག་བ་ལ་ཁ་འཐོར་ནས་བསྡད་ཡོད་རེད་ད་ནི་ང་ཚོ་ང་རང་ཚོའི་ལས་ཁང་རེད་ད་ཕྱོགས་གཅིག་ནས། ཕྱོགས་གཞན་པ་ཅི་འདྲ་བྱས་ན་ད་ང་ཚོ།

བོད་པ་གི་སྤྱི་ཚོགས་ནང་ལ་ཁ། ཨ་ནི། དེ་བྱས་དུས་ད། ད་ལྟ་གི་གནས་སྟངས་འདི་འདྲ་ཞིག་གི་འོག་ནས་ང་ཚོ། བསམ་བློ་བཏང་དགོས་ཡ་ཅིག་ག་རེ་རེད་ཟེར་ན། སྐད་ཡིག་གི་ཐོག་ལ་ང་ཚོ་ཤུགས་གཅིག་གིས་ཉམས་ཆག། འགྲོ་གི་འདུག་ཟེར་ན་ད་སྐར་ས་སྐར་བ་ནས་ང་ཚོ་ཤེས་ཀྱི་ཡོད་རེད། ཤིག་རྒྱག་ས་བྱས་ནས་རྒྱག་གི་ཡོད་རེད། ད་བོད་ནང་ལ་ཡིན་ན་ད་ང་ཚོས་གཉིས་མཐོང་གཅིག་སྣ་ནང་མཐོང་སོང་ཨ་རར་རྒྱ་ལོབས་གྲགས་ཟིན་གྱི་འདུག་དེ་ང་ཚོའི་ཕ་ཡུལ་གྱི་ཕྱོགས་ལ་རེད། འོ་དེ་ཚོ་ནི། སློབ་གྲྭ་དེ་ཤུལ་གྱི་ཡག་པོ་ཡོད་སྐད་ཡིག་གི་ཐོག་ལ་ཡག་པོ་འདུག་ཨ། སྐད་ཡིག་གཅིག་པུ་ཙམ་མ་རེད་བོད་ཀྱི་དངོས་གནས་ཀྱི། ཆོས་དང་རིག་གཞུང་གི་ཐོག་ལ་ཡག་ཤིག་རྐྱང་གི་ཡིན་གྱི། སློབ་གྲྭ་གཅིག་རེད། ཡིན་ན་ད་ལྟའི་ཁ་གཏོར་གོད་ཆག་སོང་བ་དེ་ང་ཚོ་ཚང་མ་གི་དྲ་ལམ་ནས་མཐོང། མཐོང་དང་མཐོང་བཞིན་པ་མཐོང་ཡོད་པ་དེ་འདྲ་གི་གནས་སྟངས་རེད། དེ་དཔེར་མཚོན་ཙམ་གཅིག་ར། ད་ལྟའི་མོན་པི་གི་ཚོགས་པ་དང་མི་སྒེར་པ་དང། དེར་གཅིག་སྤྱི་ཚོགས་ནང་ལ་ཡང་སྐད་གྲགས་ཡོད་རྒྱུ་དང་མེད་རྒྱུ་ད་ལྟ་ཚང་མ་གི།

སྤྱི་ཚོགས་ཀྱི་ཤུགས་རྐྱེན། ད་ཤུགས་རྐྱེན་མང་པོ་ཅིག་གི་འོག་ནས། ང་ཚོ་བོད་བོད་ཀྱི་སྐད་ཡིག་དེ་ད། ཕྱི་མ་སོན་ཅིག་ཕྱི་ཚ་བ་རེད་ཟེར་ན། ད་ད་དུང་ཕྱི་མའི་དེ་ལྷག་དེ་བཟོ་འདྲ་བྱོས། ཨ་ནི་ཕྱི་ཚ་རེད་ལབ་ན། ལྷག་དེ་བཟོ་འགྲོ་ཅིག།

ཡང་པོ་ཀི་ཚིག་གསུམ་ཤེས་ནི་དེའི་པར་ཏཱ་ལའི་ཧིན་དི་ཀི་ཞེས་ཡིན་རོ། དེ་ཚོ་ཧིན་དི་ཀི་ད། དེ་ཚོ་གར་བྱེད་ནི། པོ་ཀི་ཀི་པར་ཏཱ་ལ་བཅུག་གོ་རེད་ར་ང་དེ་སྔོན་ནས་མགོ་ཚུགས་མི་འདུག་གར་བྱེད་ལ་ན། ཡང་མིན་ན་པོ་ཀི་ཀི་འདང་གི་མེད་རེད་པས་ཀི་ཅག་གི། ཡང་མིན་ན་ཆོས་དཀའ་ལས་དེ་ཡུལ་སྤྲོས་པ་དང་མཛོད་ཀྱི་དབྱངས་འདྲ་བོ་ཅིག་བརྩི་ནས། དབྱངས་དང་ཡང་འདྲ་བོ་ཅིག་བརྩི་ནས་ཨིན་ཇི་ཀི་ཞེས་གོ་རེ། ཡང་མིན་ན་སྙན་རྗེ་བོ་མཐོང་ཡག་གི་ཅིག་ཞེས་བར་ཆད་ཞེས་གོ་རེ་བོད་སྐད་ཀྱི་བར་དག་ལ་ཨིན་ཇི་ཀི་ཚིག་དེ་འདྲ་མང་པོ་ཡང་ན་ཧིན་དི་དེ་འདྲ་མང་པོ་རོ། གར་བྱེད་ནི་ལམ་ནི་ངས་ད་ལྟ་གོང་དུ་བཞུགས་པ་ནང་བཞིན། སྐད་ཡིག་གི་ཐོག་ལ་ང་ཚོ་མཐུན་སྒྲིལ་གྱིས། ཤིག་ཅི་འདྲ་གནང་ཞིག་ཕྱོགས་བཞི་མཚམས་བརྒྱད་ནས་ཡོང་དུས་ང་ཚོ་ང་རང་ཚོ་གིས་ཅིག་ཧ་གོ་བཞིན་དུ་ཤེས་བཞིན་དུ་དེ་སྟོབས་ཤིག་བཏང་དགོས་ཨ་ཁུ་རྒྱུ་མཚན་མི་འདུག་ཨ་ངོ་ནི་ངོ་ནི་ལ་གོ་ད་གར་ཆེ་ལ་ན་ཁོང་དུ་བཞུགས་པ་ནང་བཞིན་མར་སྤོ་དགོས་བཙན་གནང་བྱས་ནས་ཉམས་ཅིག་འོ་རེད་ད་ང་ཚོས་ཁྱོད་ཡུ་ཏྲུབ་ནང་ལ་ཡག་གདོང་པ་དེ་ནས་སྐད་ཅིག་ཤོད་དགོས་ན་ཨོ་ཁེ་གཙང་མ་ཤོད་དང།

བོད་སྐད་ཟེར་ན་ང་ཚོ་མིར་སྒེར་པ་ཚང་མ་གི་སྐད་ཡིག་རེད་ངའི་སྐད་ཡིག་རེད་ཁྱོའི་སྐད་ཡིག་རེད་མ་གཏོགས་ཁྱོའི་སྐད་ཡིག་མིན་ངའི་སྐད་ཡིག་མིན་བོད་པ་གཅིག་གི་རྡོག་རྡོག་གཅིག་སྐད་ཡོད་མ་ར། ང་ཚོ་ཚང་མ་གི་སྐད་ཡིག་ར། ཨ་ནི་སོ་སོའི་ཁ་ན་ནས་ཤེས་བསྡད་པའི་སྐད་ཡིག་དེ་ཁྱོད་རང་གི་སེམས་ཅན་ག་ཧ་ཀོ་ཀོ་ག་ལ་ལ་གཏོར་བཤིག་དང་མེད་པ་བྱས་ན་ཁྱོད་མ་རབས་ར། ང་ཚོའི་སྐད་ཡིག་དེ་ད་ག་ཟེ་གཅིག་གི་སྐད་དང་ཡི་གེ་ཧ་ཅང་གི་གཏིང་ཟབ་པོ་དེང་སང་གི། ད་དཔེར་ན་ནང་ཆོས་འདྲ་བོ་ཅིག་བཤད་དགོས་ལེ་ན། ནང་ཆོས་རྒྱ་གར་ནས་ཡོང་བ་རེད་ཟེར་གི་ཡོད་རེད་ང་ཚོ་དམངས་པོ་འོད་འདི་ལབ་གི་འོད་རེད་དེ། ནང་ཆོས་ལ་འབྲི་ཤེས་ཆ་ཚང་བ་ཅིག་རྒྱག་བཏང་མཁན་ཅིག། ཚིག། སྐད་ཡིག་འདྲ་བོ་ཅིག་ངོས་འཛིན་དགོས་ན་བོད་པ་སྐད་ཡིག་མི་ཞིག་ཡོད་མ་རེད་ལབ་གི་འདུག། ཨིན་ཇི་སྐད་ཐོག་ཏུ་སོང་འཛམ་བུ་ལང་ཁྱབ་ཆེན་པོ་རེད་དེ་ཨིན་ཇི་སྐད་ཀྱི་ནང་ལ་དཔེར་ན་ནང་ཆོས་བཤད་དགོས་ལེ་ན་ཁོ་ཚོ་བཤད་ཐུབ་གི་ཡོད་མ་རེད་སྐར་ཆ་ལེ་ན། ཚིག་གི་འདང་གི་ཡོད་མ་རེད་ནང་ལ་བཟོ་དགོས་གི་ཡོད་རེད། འོ་དེ་ཅི་ཞིག་འདུག་དཔེ་རྩ་ཆེན་པོ། གཏིང་ཟབ་པོ་རེད། ཕྱོགས་གཅིག་ནས་ཕྱོགས་གཞན་པ་ཅིག་ནས་སོ་སོའི་མི་རིགས་ཀྱི་སྐད་ཡིག་རེད། སོ་སོའི་མི་རིགས་ལ་ནི་ང་ཚོའི་སྐད་ཡིག་རེད་ང་ཡི་སྐད་ཡིག་རེད་ཁྱོའི་སྐད་ཡིག་རེད། ཁར་ཅིག་དེའི་ནང་ལ་ཡིན་གཅིག་མིན་གཅིག་ཡིན་གཅིག་གིས་བཙན་བཙན་ག་ལ་གཅིག་དགོས་རེད། ཡང་མིན་ན་ཁྱོད་རང་ལ་ཀླད་པ་ལ་ཀླད་པ་ཐང་ཐང་ཡོང་གི་ཡོད་མ་རེད་ཁྱོད་རང་སྐད་སྐད་དེ་འདྲ་བཤད་འདེང་གི་དེ་ཚོ། ཡང་མིན་ན་སྐད་ཀྱི་འདང་གི་མེད་རེད་ཡང་མིན་ན་ཁྱོད་རང་གིས་ཨེ་ཡིན་འདྲ་བོ་ཅིག་བཏང་ནས་ཇི་སྙེད་འགྱུར་དེ་མཐོང་ཞེས་ཞུས། དེ་འདྲ་མ་གདའ། ཧ་གོ་སོང་ཨ། དེ་ཚོ་གིས་ད་དཔེར་བྱ་ཟེར་ན་ཡུལ་གྱོད་པ་དེ་འདྲ་ཤེས་ཀྱི་འདུག་ཨ། དཔེར་བྱ་ཟེར་ན་བྱེད་མི་འདྲ་ཅིག་ཡིན་པ་ཡིན་ན་ད་ཁྱོད་རང་ལ་བོད་གོས་ཅིག་ཡོད་ན། ཁྱོད་བོད་གོས་ལ་ཤུགས་རྐྱེན་ད་ག་རང་བཞག་རེད། ཨ་ནི་ཁྱོད་བོད་བོད་གོས་བོད་གོས་ད་ག་ལེ་ག་ལེ་ག་ལེ་ག་ལེ་རང་བཞིན་གྱིས་ཡལ་འགྲོ་བར་བོད་སྐད། མི་རབས་ནས་མི་རབས་བརྒྱུད་ནས་འདི་བྱུང་དུས། བྱས་ཙམ་ཐལ་གཅིག་དུས། སྐད་ཡིག་ཟེར་མཁན་དེ་དཔེ་མི་སྲིད་པའི་སྐལ་ཆེན་པོ། སྐལ་ཆེན་པོ་ཡིན་པ་ཙམ་མ་ཟད་པའི་དེ་ང་རང་ཚོ་བོད་སྐད་བོད་ཡིག་དེ། བོད་ཀྱི་སྐད་དང་ཡི་གེ་གཉིས་པོ་དེ། རྙིང་པ་དང། དེ་ནང་དོན་ཆེན་པོ་དང་གཏིང་ཟབ་པོ། རྩ་ཆེན་པོ་ཅན་ཡིན་པ་དེ་སོ་སོས་ངོས་ཟིན་དགོས་རོགས་དེ་ངོས་ཟིན་པའི་ཐོག་ནས་ནི། དེ་ལ་སྐུལ་ཅིག། གཏོར་བཤིག་དང་ལས་ཀ་དེ་ནི་མ་བྱེད་རོགས། རེབ་ཀི་རེད་མདའ། གར་སྐྱེ་ལ་ནི་ཡུལ་གྲོལ་དཔལ་དུ་འཛུགས་དགོས་ཤིང་བོད་པའི་སྤྱི་ཚོགས་རྣམས་ལ་ཤུགས་རྐྱེན་ཐེབས་དགོས། ཁྱོད་རང་ཚོས་སྐད་ཆ་བཤད་སྟངས་དེ་ཁེར་བ། ང་ད་ལྟ་ར་ཁ་ལ་ཟ་ནས་ཡོང་ཡིན་སོ་བ་འདྲ། ཨ་ནི་མ་རོ། སྐད་ཆ་བཤད་སྟངས། ཡ་ད་ཁྱོད་རང་ཨིན་ཇི་སྐད་དོགས་ནས་ཡ་ཁྱོད་རང་ངོ་སྤྲོད་ཆ་ཚང་བྱེད་ཀྱི་དང། ཁྱོད་ག་རེ་ཟ་ཡོད་གར་འགྲོ་ཉི་མ་གཅིག་གིས་ཁྱོད།

འདི་པེ་རི་སི་ལྟ་བ་ལ་དེ་འདྲའི་ཐང་ཐང་མེད་རྒྱུ་ཁ་ཞིག་འདུག་སྤུ་ཀེ་པོ་ཡིས་འདི་ལ་གནོད་པ་བྱས་ཏེ་སེམས་ཅན་གང་ཧ་གོ་ཧ་གོ་ཤེས་བཞིན་དུ་སྤུ་ཀེ་པོ་ཡིས་ལ་མཐོང་ཆུང་དང་དེ་མ་གཅིག་སྨད་པ་བྱས་ཀྱི་ཐབས་ཤིག་བཏང་ནས་དེ་འདྲའི་ཁ་ཞིག་འདུག་ཁྱོད་རང་ཚོའི་སེམས་ལ་དེ་འདྲའི་ཅི་དྲན་དགོས་ཀྱི་མ་རེད་ཡིན་ན་ཁྱོད་ཚོས་དེ་འདྲ་བྱེད་ཀྱི་འདུག་ཁྱོད་སྤུ་ཀེ་པོ་ཡིས་ལ་མཐོང་ཆུང་དང་ཁྱོད་སྤུ་ཀེ་པོ་ཡིས། པའི། ཐར་བ་སྡུག་ཅིང་དེ་ཡང། ལགས་ཁྱོད་སེམས་ལ་དེ་སྤྲད་དགོས་ཀྱི་མ་རེད་ན་ཁྱོད་རང་སྤྱི་བཏང་གིས་དེ་འདྲ་བྱེད་དགོས་རེད། བོད་སྐད་སྤོ་ཡིག་ལ། གནོད་པ་སྤྱད་སྟངས་དང། གཏོར་ཡ་དེ་གཏོར་བཤིག་བཏང་ཡ་དེ། སྟ་རེ་འཛིན་ནས་ཡོང་དགོས་མ་རེད། སྟ་རེ་དང་མིམ་བརྡ་ཁུར་ནས་འཛོལ་ནས་བོད་སྐད་སྤོ་ཡིག་ལ་གཏོར་བཤིག་བཏང་དགོས་མ་རེད། ཁྱོད་རང་བོད་སྐད་ཚིག་གསུམ་གི་ནང་ལ་ཨིན་ཇི་སྐད་ཚིག་གཅིག་ཤེས་ན། ཁྱོད་བོད་སྐད་སྤོ་ཡིག་ལ་གནོད་པ་ཚབས་ཆེན་སྤྱད་དགོས་རེད། ང་རང་ཚོ་ཚང་མ་སེ་སེ་འདྲ་ཅན་ཡིན་པ་ཡིན། བོད་ཀྱི་ནང་ལ་ལྟ་དང་དཔེ་མཚོན་འགྲོ་ཨ་ནི་ང་ཚོ་བོད་པར་བ། ཤིག་ཨ་འདྲི་ཅག་འདུག་ཕྱོགས་ཞེན་མཚམས་བཅད་དཀར་ས་ཀ་བ་ནི་དེང་སང་བོད་ཀྱི་སྟོད་ལོག་དཀོན་ཡ་ཡིན་ན་རེད་བོད་ཁ་ནང་ནས་བོད་སྐད་པོ་ཡོད་ཤག་ཡིན་ན་མར་བོད་ཀྱི་བཙན་ནོ་ཨ་འདྲི་བྱེད་དེ་ན་བས། ང་ཚོ་གི་ཤིག་ཅག་ནི་ཡོང་གི་འདུག་ང་ཚོ་འདི་ན་ལ་རང་དབང་རེད་ཡུལ་གྲུབ་སྟོན་ཚུལ་རྣམས་ལ་ཅིག་མིག་དཔེ་གཡག་སེ་སྟོན་དང། ཨ་ནི་ད་ལྟ་འདི། ཡུལ་གྲུབ་པར་བུ་མོ་གཅིག་འདུག་འདི། མཚམས་ཅི་ཟ་མོ་རང་རྒྱ་གར་དུ། རྒྱ་གར་གྱི་གཞིས་ཆགས་དེ་འདྲས་འདུག། མོ་རང་ད་ལྟ་ངེད་མ་ཡིན་ན། ངེད་མ་ནི་མོ་མོ་རང་གི་ཡུལ་གྲུབ་ལ་ངས་བལྟ་གི་ཡོད། ཨ་ནི། ད་ལྟ་འདི་ཧྥ་རན་སིར་སླེབས་དོན་དུ། སྐད་དེ་འདྲས་ཡག་པོ་བཤད་གི་འདུག་བོད་སྐད། ཨ་ནི་མོ་རང་ལ་ཨ་ཁུ་བཅུ་ཡོད་རེད་ཨ་ཁུ། ཨ་ཁུ་ལགས་ཡིན་འདུག་ཨ་ཁུ་དེ།

ཁོང་ཆུང་དང་གཏོར་བཤིག་མ་བཏང་རོགས། དེ་སྤོབས་པ་གི་གཡུལ་སྤྲོད་པར་ཚང་མས། གང་ཐུབ་ཐུབ་རོགས་སོ་སོ་གི། སྤུ་ཁེ་སྤུ་ཡིས་བེད་སྤྱོད་བཏང་དང་སྤུ་ཁེ་སྤུ་ཡིས་གི་མ་འདང་ཡོད་མ་རེད། མོ་སྦེལ་འདྲ་བོ་ལབ་དགོས་ཡོད་མ་རེད་ང་ཚོ་ཁ་པར་ལ་ནི་ཏག་ཏག་རོགས། ལག་ཏོག་ཁ་པར། ཧོ་དེ་ཅི་དུས།

ཡུལ་གྲུབ་རྣམས་ལ་སྙིང་གར་བཟོ་དགོས་ན་བཟའ་ས་འདུག་ས་འཐུང་ས་འགྲོ་ས་ཉར་ས་ད་ག་རེ་ཟིག་བཟོ་དགོས་ན་དེ་བྱེད་པར་གི་མི་འདུག་དེ་བྱེད་དེ་འདུག་སྐད་ཡིག་གི་ཐོག་ལ་ཀུ་ཅི་ཀུ་ཅི་འདི་བྱེད་ནི་ཞིག་རྒྱག་རོགས་བྱེད་དཔེ་གལ་ཆེན་པོ་རེད་དཀོན་མཆོག་གསུམ་ང་ཚོ་མི་ཉུང་སོང་རེད་འདི་སྐད་ཆ་མར་དང་མི་ཉུང་མ་ཉུང་སྐད་ཆ་མ་ཞིག་རྒྱབ་ན་ཡོང་གི་རེད། ཧྥ་རན་སི་མི་གསལ་དཀྲུག་རྒྱུ། རེ་ལྔའི་རེ་དྲུག་ཅིག་གི་ནང་ལ་རྒྱ་མི་ཀ་རེ་བཀའ་བཙན་འོས་འབུམ་གཅིག་བཟའ་ཡོད་མེད་ཡིན་འགྲོ། ཡིན་ན་རྒྱ་མི་དེ་ཚོ་སྐད་ག་རེ་བཤད་གི་འདུག། རྒྱལ་ནང་ཁུལ་གྱི་ཐུགས་ཤོག་དུས་ལུང་པ་འདི་ལ་སྤྱི་བཞག་པའི་སྤུ་གུ་ཡིན་ན་པའི་ཕ་མ་གིས་ཁོ་ཚོ་ལ་ཧྥ་རན་སི་སྐད་དུ་བཤད་མི་སྲིད་པ་རེད་འདོད། རྒྱ་སྐད་རྒྱ་ཡིག་བཤད་གི་རེད་དེ་ནང་བཞིན་དུ་ང་ཚོས་ཡ་རྦད་དེ་ཁོ་རང་སྤུ་གུས་སྤུ་ཡིག་གི་ཐོག་ལ་ཤིག་ཧྲ་ཏག་ཏག་རྒྱུ།